བདེན་སྟོང་སྤྱི་མཐུན་རྣམ་པ་ཚོགས་ཀྱི་ཉེ་བའི་ཆ་ལ་བདེན་ཚན་ཀ་པ་དང་ཁ་པ་གཉིས་ལ་ཕྱེས་ནས་སོ་སོ་གའི་དམ་པོར་གནང་ཡོད་རེད། གནས་དེ་ཚོ་ལ་ཚོགས་སོ་སོ་གའི་རྒྱབ་སྐྱོར་བ་ཚོགས་ཀྱི་ཉི་མ་ཁ་ཤས་ཀྱི་རིང་སྒང་ལ་སོ་སོ་གའི་རྒྱབ་སྐྱོར་བྱ་ཡུལ་ལ་ད་བཅའ་ཁྲིམས་སྲུང་སྐྱོབ་བྱེད་ཉིན་རེད་ལབ་ཀྱི་ནས་ཅིག་འུད་ཏོག་བྱེད་ཡ་དང་གཞན་དག་ལ་བཅའ་ཁྲིམས་གཏོར་སོ་ཟེར་ནས་ད་དམའ་འབེབས་ཉིན་མོ་སྣ་ཚོགས་པ་བྱས་སོང། ཡིན་ན་ལེ་བདའ་སྐད་ཆ་དྲང་པོ་ཅིག་བཤད་པ་ཡིན་ན་སྐབས་བཅུ་དྲུག་པའི་གྲོས་ཚོགས་ཚོགས་དུས་མཐའ་མར་གྱི་སྐབས་ལ། ཁྲིམས་བཅད་པ་གསུམ་ཀ་འཕོ་འགྱུར་གནས་དབྱུང་གཏོང་ཟིན་པ་དང་ཁྲིམས་བཅད་པ་གསར་པ་གཅིག་ད་དུང་ཡང་བསྐོ་བཞག་བྱས་ཐུབ་མེད་པའི་རྒྱུ་མཚན་གྱིས། ད་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པའི་འབྲུ་གདུང་གི་འོག་ལ་ང་ཚོ་ལ་ཁྲིམས་མཐུན་གྱི་དམ་འབུལ་ཞུ་ས་བྱས་མེད་པ་དེ་ད་ཚོགས་ཚོགས་མར་གྱི་དང་པོ་ཁས་ལེན་བྱེད་དགོས་པ་དང་ངོས་འཛིན་གསལ་པོ་དགོས་ཀྱི་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་བྱས་བྱས་ནས་བཟོ་བར་གནས་པའི་སྒོ་ནས་ད་ལྟའི་དངོས་ཡོད་གནས་སྟངས་ངོས་འཛིན་དང་ཁས་ལེན་གསར་པོ་ཅིག་བྱུང་བ་ཡིན་ན། གཞི་ནས་ང་ཚོ་གིས་ཉེ་ལམ་གྱི་བདེན་མཐོང་སྲིད་སྐྱོང་དང་བར་བཀར་ཚོགས་གཙོ་གིས་དམ་པོར་དེ་ཚོ་ཁྲིམས་འགལ་ཡིན་པ་དང་བདེན་མཐོང་སྤྱི་མཐུན་ཚོགས་ཀྱི་བར་བཀར་ཚོགས་གཙོ་གི་མདུན་ནས་དམ་བཅའ་ཕུལ་བ་དེ་ཡང་ཁྲིམས་འགལ་ཆགས་ཡོད་པ་ཤེས་ཐུབ་རེད། ད་ཡིན་ན་ལས་བར་བཀར་ཚོགས་གཙོ་གི་མདུན་ནས་དམ་བཅའ་ལེན་མཁན་ཚོགས་ཀྱི་དབུ་ཚོགས་ཆེ་བྱས་ནས་ཁོ་རང་ཚོགས་ཀྱི་ནི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པ་དང་མཐུན་པའི་སྐད་དམ་པོར་བྱས་ཡོད་པ་དང། དེ་མ་ཡིན་པའི་རྒྱབ་ཡིག་སྐུ་པར་དག་ཡང་བཅའ་ཁྲིམས་ཀྱི་མདུན་ནས་དམ་པོར་བྱས་པ་དེ་སོགས་དག། བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པའི་འབྲུ་དོན་དང་འགལ་སོང་ལབ་བྱས་ནས་གསུང་བསྡད་ཀྱི་ཡོད་རེད། ད་ངོ་མ་འདྲ་བོ་བྱས་ན་ད་ག་རང་རེད། ངོ་མ་འདྲ་བོ་བྱས་ན་བདེན་སྟོང་སྤྱི་མཐུན་ཚོགས་ཀྱི་དམ་པོར་དེ་བར་སྒར་ཚོགས་ཚོགས་ཀྱི་མདུན་ནས་དམ་པོར་ཞུ་དགོས་པ་དང། ནི་དེ་ཡང་ཅིག་ཁྲིམས་བཞེས་པ་ཡོལ་བའི་སྐབས་ཀྱི་སྐད་ཆ་རེད། ཡིན་ན་ལས་ད་ལྟའི་ཆ་ལ་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པའི་འབྲུ་དོན་ལག་བསྟར་བྱེད་ས་ཁེལ་བའི་བར་སྒར་མཚོ་ཚོགས་ཁེལ་དམ་པོར་ཞུ་ཡོད་ཁེལ་ཁྲིམས་བཞེས་པ་བྱས་རྩ་བ་ཉིད་ནས་ཡོད་མ་རེད་དེ་མེད་པའི་རྒྱུ་མཚན་ཁེལ་ད་ད་དུང་ཡང་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པ་དེ་ལག་བསྟར་བྱེད་དགོས་ཀྱི་ཡོད་ཨ་ནི། བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པ་ནང་བཞིན་བར་སྒར་མཚོ་ཚོགས་ཀྱི་མདུན་ནས་དམ་བཅའ་མ་ཕུལ་བ་ཡིན་ན། ཨ་ནི། ཁྲིམས་འགལ་རེད་གསུངས་བསྡད་པ་ཡིན་ན་ད་དེ། དཔེ་འདྲ་བོ་ཅིག་ཆ་བཞག་པ་ཡིན་ན་སྐད་རགས་ཆེན་པོ་ཡོད་ཅོག་གིས་མ་མཆན་ཅིག་ཤི་ཚར་བ་བྱས། ཡིན་ན་ལས་ད་དེ་རྩ་ནས་ཁ་ལག་ཟ་དེ་ཉིན་དེ་ཚོ་གིས་ད་དུང་ཡང་ངེས་པར་དུ་ནི་མ་མཆན་ཤི་ཚར་རྒྱུ་དེ་ལ་ཁ་ལག་བཟོ་བཅུག་དགོས་ཀྱི་ཡོད། ཁོང་ཚོ་གིས་ཁ་ལག་དེ་ཡིན་གཅིག་མིན་གཉིས་མ་མཆན་ཤི་ཚར་རྒྱུ་དེ་ག་རང་གིས་བཟོས་ཅོག་གིས་ཁ་ལག་དགོས་ཀྱི་ཡོད་དེ་མ་གཏོགས་རྩ་བ་ཉིད་ནས་ཟ་གི་མིན་ཡིན་ལ་བ་ནང་བཞིན། ད་ད་ལྟ་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པ་གི་འོག་ལ་དམ་པོར་བྱེད་ས་ཀྱི་ཁྲིམས་བཞིན་པ་ཅིག་མེད་བཞིན་དུ།

ད་ཡིན་ན་ལས་ད་ལྟའི་ཆ་ལ་བཅའ་ཁྲིམས་སྟོང་ཚན་བཞི་བཅུ་ཞེ་བདུན་པ་དེ་ལག་བསྟར་བྱ་ས་མེད་དབྱིག་གི་སྐབས་ལ་ནི་བཀོད་པར་གྱི་མདུན་ནས་དམ་བཅའ་ལེན་ཡ་དེ་ད་ཐབས་ལམ་མེད་དབྱིག་ནང་ནས་ཐབས་ལམ་གཅིག་པོ་དེ་ཆགས་བསྡད་ཀྱི་ཡོད་རེད། ད་དེ་ཆགས་ཡོད་བ་དེ་གོང་ས་མཆོག་དེ་བཅའ་ཁྲིམས་གི་བསྐུར་བའི་བོད་མི་ཡོངས་ཀྱི་བླ་ན་མེད་པའི་འགོང་ཆབ་དང་ཚོང་རྟགས་ཡིན་པ། གསལ་བ་དང་ནི་ཕྱོགས་མཚུངས་མ་གིས་རྒྱལ་བ་རིན་པོ་ཆེ་ལ་བརྩི་བཀུར་ཡོད་དད་པ་ཡིད་ཆེས་ཡོད་ལབ་བསྡད་ཀྱི་ཡོད་དུས། ད་བཅར་འགྲེམས་སྟོན་ཚེས་བཞི་བཅུ་ཞེ་བདུན་པ་ལག་བསྟར་བྱེད་ཆེད་ནས་དམ་འབུལ་ཞུ་ས་མེད་ན་ནི་རྒྱལ་བའི་བཀོད་པར་དང་བཅར་འགྲེམས་ཀྱི་མདུན་ནས་དམ་བཅའ་ལེན་ཡ་དེ་དག་ཚང་མ་གིས་ཁས་ལེན་ཐོབ་དགོས་ཡ་གཅིག་དང་ནི་དེ་མ་གཏོགས་གདམ་ག་མེད་པའི་གནས་སྟངས་ཀྱི་ཆགས་ཀྱི་ཡོད་རེད།

ད་ཁྲིམས་མཐུན་མ་ཡིན་པ་ལ་ཡ་དེ་ངས་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པའི་ཁྲིམས་དང་མཐུན་གྱི་མེད་པ་ཡིན་ན་ལས་ནི། ད་ང་ཚོ་ལ་ད་ལྟ་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པ་ལག་ལེན་བསྟར་ས་མཁན་ཁྲིམས་ཞིབ་པ་ཅིག་མེད་པའི་ཆ་ནས་བཀོད་པར་གྱི་མདུན་ནས་བཅའ་ཁྲིམས་ཀྱི་མདུན་ནས་དམ་བཅའ་ལེན་ཡ་དེ་ཡོད་མཚམས་ཆགས་ཀྱི་ཡོད་རེད་ཟེར་མཁན་དེ་ཞུ་གི་ཡོད། ལུང་པ་གཞན་དག་གིས་དེང་དུས་མང་ཚོགས་ཀྱི་ལམ་སྲོལ་ནང་ལོགས་ལ་ཡིན་ན་ལས་སྦྱར་མོ་གི་དབུ་རྒྱན་དང་ཡེ་ཤུའི་གི་དམ་པའི་གསུང་རབ་ཀྱི་མདུན་ནས་དམ་བཅའ་ལེན་ཡག་གི་སྲོལ་དེ་ད་ལྟའང་ཡང་ཡོད་རེད། སྤྱན་འདྲེན་དུང་ཆེན་བཞི་བཅུ་ཞེ་བདུན་པའི་གི་དགོངས་དོན་གྱི་འདེམས་ཐོན་སྤྱི་འཐུས་ཚོགས་གི་དམ་འབུལ་ཞུ་ཕྱོགས་དེ་བ་ག་ནི་ཚོགས་གཙོ་གི་མདུན་ནས་ཐད་ཀར་ཞུ་ཆོག་ཡ་དེ་འདྲ་ཡང་མ་རེད། བར་སྐལ་ཚོགས་ཚོགས་ཀྱི་མདུན་ནས་བདེན་སྟོང་སྤྱི་དོན་ཚོགས་ཀྱི་དམ་པོར་གཞོལ་བ་དེ་ལ་མ་མཐའ་ཡང་རིམ་པ་གསུམ་མམ་ཡང་མིན་ན་ཆ་ཆེན་གསུམ་ཚང་དགོས་ཀྱི་ཡོད་རེད་དང་པོ་དེ། སྤྱི་མཐུས་ལས་ཡུན་དང་ལོ་ན་རྒན་ཤོས་དེ་བར་སྐལ་ཚོགས་ཚོགས་ཡིན་པ། སྤྱི་མཐུས་བདེན་སྟོང་སྤྱི་དོན་རྣམ་པའི་ངོས་ལེན་དགོས་ཡ། གཉིས་པ་དེ་དེ་ལྟ་བུའི་བར་སྐལ་ཚོགས་ཚོགས་ཀྱི་དམ་པོར་དེ། དམ་བཅའ་འབུལ་ས་དེ། ལས་ཐོག་ཁྲིམས་བཞེས་པ་གི་མདུན་ནས་ཡིན་དགོས། གསུམ་པ། དེ་འབྲེལ་གྱི་ལས་ཐོག་ཁྲིམས་བཞེས་པ་གི་མདུན་ནས་བར་སྐར་ཚོགས་གཙོ་གི་དམ་འབུལ་ཟིན་ཚར་བའི་རྗེས་ལ། ལྟ་གཞན་ནས་འདེམས་ཐོན་སྤྱི་འཐུས་གཞན་དག་གིས་བར་སྐར་ཚོགས་གཙོ་གི་མདུན་ནས་དམ་བཅའ་ལེན་དགོས། གལ་ཏེ་རིམ་པ་གསུམ་དུ་འཇུག་དགོས་ཀྱི་ཡོད་རེད། རིམ་པ་དང་པོ་སྤྱི་འཐུས་ལས་ཡུན་དང་ལོ་ན་རྒན་ཤོས་དེ་བར་སྐར་ཚོགས་གཙོ་ལ་བསྐོ་གཞག་བྱེད་ཡ་དེ་བཅའ་ཁྲིམས་དགོངས་དོན་ནང་རྐྱེན་ཨན་ནི་བདེན་མཐོང་སྤྱི་འཐུས་ཟླ་བ་ཚེ་རིང་ལགས་ལ་ཕྱོགས་གཉིས་ཀ་གི་སྤྱི་མོས་ཆགས་བསྡད་ཡུལ་གྱི་གནས་སྟོང་ཆགས་ཡོད་རེད་སྤྱི་མོས་ཀྱི་མི་མཐུན་ཞུ་བ་ཡིན་ན་ལས་ད་འགག་བསྡད་ས་དང་ཐད་ཀིག་གི་རྙོག་དྲ་བྱུང་ས་དེ། ཁྲིམས་མཐུན་གི་ཁྲིམས་བྱེད་པ་གསར་བ་བསྐོ་བཞག་བྱེད་མ་ཐུབ་པའི་གནས་བབ་ཅིག་གི་འོག་ལ་ད་ལྟའི་ཆ་ལ་བཅའ་ཁྲིམས་གི་དགོངས་དོན་བར་སྐར་ཚོགས་གཙོ་གི་ཁྲིམས་མཐུན་གི་དམ་པོར་ཞུ་ས་གི་ཁྲིམས་བྱེད་པ་ཅིག་མེད་པའི་ཆ་ནས་སྤྱི་འཐུས་ལྷན་ཚོགས་ཀྱིས་ད་ཕྱི་འབུར་ཟིན་པའི་ཁྲིམས་བྱེད་པ་ཟུར་པ་གསུམ་གྱི་མདུན་ནས་ད་བར་སྒར་ཚོགས་གཙོ་གིས་དམ་བཅའ་ཕུལ་བ་དེ་ཁྲིམས་འགལ་རང་ཆགས་བསྡད་ཀྱིན་ཡོད་རེད། དེ་ཁྲིམས་འགལ་ཡིན་པའི་རྒྱུ་མཚན་གྱིས་ད་ལྟའི་སྐབས་ལ་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་ཞེ་བདུན་པར་གྱི་དགོངས་དོན་གྱི་ནི་དམ་བཅའ་འབུལ་ས་གི་ཡོར་ཅིག་རྩ་བ་ཉིད་ནས་ཡོད་མ་རེད་དེ་མེད་པའི་རྒྱུ་མཚན་གྱིས་བར་སྒར་ཚོགས་གཙོ་གི་མདུན་ནས་དམ་བཅའ་ཕུལ་ཡ་དེ་ཁྲིམས་མཐུན་ཡིན་གསུངས་བསྡད་པ་དེ་མངོན་གསལ་དོད་པོ་གི་ཐོག་ནས་ཁོ་ཁྲིམས་འགལ་གྱི་གནད་དོན་ཅིག་ཁྲིམས་མཐུན་ཡིན་ལབ་བྱས་ནས་ཨུ་ཚུགས་ཁང་པ་བྱས་བསྡད་པ་རང་ཆགས་དེ་གི་ཡོད་རེད་ག་རེ་ཅན་ནས་ཞུ་གི་ཡོད་ལབ་ན་བར་སྐར་ཚོགས་གཙོ་གི་དམ་འབུལ་ཞུ་ཡ་དེ། དང་པོ་བར་སྐར་ཚོགས་གཙོ་གི་དམ་འབུལ་ཞུ་སི་ཡོར་དེ་ལས་ཐོག་ཁྲིམས་བཞེད་པ་ཡིན་དགོས་ཡ་ཅིག་རེད་དེ་ཡིན་ན་ལས་བར་སྐར་ཚོགས་གཙོ་ད་ཏིག་བར་སྐར་ཚོགས་གཙོ་གི་དམ་འབུལ་ཞུ་ས་དེ་ཁྲིམས་བཞེད་པ་ཟུར་པ་ཅིག་རེད་མ་གཏོགས་དེ་ཁྲིམས་བཞེད་པའི་ལས་ཐོག་ཆགས་གི་ཡོད་མ་རེད་དེ་ཁྲིམས་འགལ་རེད། དེ་ཡང་གྲོས་ཚོགས་ཀྱི་བཅར་ནན་དགོངས་དོན་ནང་བཞིན་གནས་དབྱུང་གཏོང་ཟིན་པའི་སྐད་ཁྲིམས་བཅད་པ་གསུམ་པོ་ཀྱི་ལས་གནས་བཞག་བྱས་ནས་ཟླ་བ་གཉིས་སོང་ཚར་བའི་རྗེས་ལ། ད་ཁོ་རང་ཚོ་གི་རང་མོས་ཀྱི་ཡོང་གི་ཡོད་ན་འདྲ་ཡང་མིན་ན་ཟུར་པ་ཚོ་གི་ལམ་སྟོན་དང་ཟུར་པ་ཚོ་གི་རྒྱབ་བཤད་དང་རྒྱབ་དཔང་ལ་བརྟེན་བྱས་ནས་གང་ལྟར་ཁྲིམས་གནས་པའི་ཁྲིམས་བཞེས་བར་གྱི་ལས་གནས་ཀྱི་ཐོག་ལ་ཡར་ཁྲིམས་འགལ་བྱས་ནས་འཛུལ་ཡོང་བ་གི་གནས་སྟངས་ཞིག་རེད་མ་གཏོགས་དེ་ཁྲིམས་ལུགས་ཀྱི་གོ་རིམ་དང་བརྒྱུད་རིམ་ཐད་ནས་ཡར་ཡོང་བ་ཅིག་ཆགས་མེད་པ། ཁྲིམས་བཤེར་པའི་ལས་གནས་ལ་ཁྲིམས་འགལ་གྱི་དག་ཧམ་བཟང་བྱེད་པ་བཅས་ཆགས་ཡོད་པའི་ཆ་ནས་ཁོང་ཚོ་གསུམ་པོ་ནི་ཁྲིམས་བཤེར་པ་ཡིན་ལ་ཡ་དེ་ཡོངས་སུ་ཁྲིམས་འགལ་ཡིན་པའི་ཆ་ནས་ཁོང་ཚོ་གི་མདུན་ལ་དམ་བཅའ་ག་འདྲས་ཀྱིས་ཕུལ་བ་ཡིན་ནམ་དེ་ཁྲིམས་མཐུན་ཆགས་ཐུབ་ཡག་གི་གནད་དོན་རྩ་བ་ཉིད་ནས་ཡོད་མ་རེད། ཁྲིམས་བཤེར་པ་ཟུར་པ་ཁོ་རང་ཚོ་གིས་དང་པོ་བཅའ་ཁྲིམས་ལ་བརྩི་བཀུར་བྱེད་ཆེད་ནས་གྲོས་ཚོགས་ཀྱི་ཐག་གཅོད་ཀྱི་ཡིག་ཆ་ཨང་གསུམ་གྱི་སོར་དགུ་པ་ལ་ངོས་ལེན་བྱེད་ཆེད་ནས་ལས་གནས་བཞག་ཆེད་ནས་ཕེབས་ཟིན་པ་རེད། ད་ལྟའི་ཕེར་བ་དེས་དངོས་གནས་ཀྱི་སྤྱི་ཚོགས་ལྷིང་འཇགས་དང་དམངས་ཚོགས་ལ་འགན་ཁུར་བ། བཅའ་ཁྲིམས་ཀྱི་དགོངས་དོན་སྤྱི་ཚུལ་གྱི་ཐག་གཅོད་ལ་སྤྱི་འཐུས་ཀྱི་ཐག་གཅོད་ལ་བརྩི་བཀུར་བྱེད་པ་དེ་ཧ་ཅང་གི་ཡག་པོ་ཅིག་ཆགས་ཡོད་རེད་དེ། ཡར་ཡག་པོ་ཅིག་ཆགས་ཡོད་བ་དེ་དེ་ག་རང་ལ་གནས་ཡོད་བ་ཡིན་ན་ད་ཐིག་གི་དཀའ་རྙོག་འདི་དག་རྩ་བ་ཉིད་ནས་ཡོང་དགོས་ཡག་གི་གཞི་རྩ་མེད་པ་སྔོན་མ་ནང་བཞིན་ཁྲིམས་རྒྱལ་པ་གསར་བ་བསྐོ་བཞག་ཅིག་དེ་སོགས་ཀྱི་མདུན་ནས་སྲིད་སྐྱོང་གསར་བ་དང། སྤྱི་འཐུས་གསར་བ་གིས་སྔོན་མ་ནང་བཞིན་གྱི་དམ་པོར་ཞུ་ཐལ་གྱི་ནི་དོན་ཆགས་ཀྱི་ཡོད་རེད་ཡིན་ན་ལས་ད་ཕྱིར་འབུལ་བྱས་ཟིན་པའི་གི་ཁྲིམས་རྒྱལ་པོ་ཟུར་པ་གསུམ་དེ་ཟླ་བ་གཉིས་ཀྱི་རྗེས་ལ་ཁྲིམས་ཀྱི་བརྒྱུད་རིམ་གང་ཡང་མ་བརྒྱུད་པའི་རྗེས་ཕྱིན་ནས་བཀའ་ཟུར་དང་གཞུང་ཞབས་ཟུར་པ་སོགས་ཀྱི་རྒྱབ་དཔུང་དང་ལམ་སྟོན་དེ་སོགས་ཀྱི་རྒྱབ་བཤད་ལ་བརྟེན་བྱས་ནས་ད་ཁྲིམས་མེད་ལུགས་མེད་ཀྱི་ཡར་འཛུལ་ཡོང་བ་དེ་ད་ཁོ་རང་ཚོ་གི་རང་མོས་ཀྱི་ཡིན་གྱི་ཡོད་ན་འདྲ་གཞན་དག་གི་བེད་སྤྱོད་འོག་ལ་མཁྱེན་ཡིན་ན་འདྲ་གང་ལྟར་མར་ཕུད་ཚར་བའི་རྗེས་ལ་ལུང་མཐུན་གྱི་བརྒྱུད་རན་མེད་པར་ཡང་འཛུལ་ཡོང་བ་དེ་བཅའ་ཁྲིམས་ལ་བཙན་འཛུལ་བྱས་པ་དང་བོད་གཞུང་གི་ཁྲིམས་ཞིབ་པའི་ལས་གནས་ལ་ད་བཙན་འཛུལ་བྱས་པ་ཆགས་ཡོད་རེད་དེ་དེ་འཛམ་བུ་གླིང་གི་དམངས་ཚོགས་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་ད་ཧ་ལམ་བྱུང་མ་མྱོང་བ་གི་ཟིན་ཐོ་ནག་པོ་གཅིག་དང། དེ་ལག་ལེན་རང་གི་ཐོག་ནས་སྤྱི་མཐུན་ལྷན་ཚོགས་ཀྱི་མཐའ་དཀྱིལ་ཟིན་པའི་གྱི་ཡིག་ཆ་ཨང་གསུམ་བཅུ་སོར་དགུ་པ་ལ་དངོས་སུ་རྩིས་མེད་བྱེད་ཆེད་ནས

རྒྱ་མིའི་སྐད་ཆ་དག་མ་སོང་ན་དར་དམར་འཕྱར་འདི་དར་དམར་ལ་ངོ་རྒོལ་བྱེད་ཟེར་བ་ནང་བཞིན་གཞོང་པོ་ལོག་གི་འདུག་ལབ་ཀྱི་ནི་གཞན་དག་ལ་སྐྱོན་འཛུགས་བྱེད་ཧེ་བྱེད་ཧེ་ལ་དོན་དག་ངོ་མི་ཐོག་ནས་སོ་སོ་གི་ཆེད་མངགས་གཞོང་དང་བཅར་འཕྲན་པོ་ལོག་བཅུ་བ་ཅིག་ཆགས་མ་སོང་བས་ངས་དེ་ཞུ་གི་ཡོད། དེ་འབྲེལ་གྱི་འཕྲིན་ཐུང་གི་བརྒྱུད་རིམ་གང་ཡང་མེད་པ་ལ་ལྟ། བཀའ་ཟུར་དང་གཞུང་ཞབས་ཟུར་པ་ཚོ་གིས་རྒྱ་དཔང་ལ་བརྟེན་བྱས་ནས་ད་རང་མོས་ཀྱིས་ཁྲིམས་འགལ་གྱི་ངང་ལ་ཡར་འཛུལ་ཡོང་ཡག་གི་ཁྲིམས་ཞབས་ཟུར་པ་རྣམ་པ་ང་ཚོ་གིས་ངོས་ལེན་བྱས་བསྡད་པ་ཡིན་ན་ད་དེ་མེད་ཀྱི་མདུན་ནས་ཁྲིམས་འགལ་ལུགས་འགལ་ལ་ང་ཚོ་གིས་རྒྱབ་སྐྱོར་དང་ངོས་ལེན་བྱས་པ་གཅིག་དང་ལག་ལེན་ངོ་མ་གི་ཐོག་ནས་བཅའ་ཁྲིམས་དང་གྲོས་ཚོགས་ལ་འགན་མ་འཁུར་བ་གཅིག་ཆགས་ཀྱི་ཡོད་རེད། ད་ད་དུང་ཡང་གནད་དོན་དེ་ཚོ་ལ་ང་ཚོ་གིས་རྒྱབ་སྐྱོར་བྱས་བསྡད་པ་ཡིན་ན་དེ་བདེན་པ་ལ་སྔོན་བསམ་དུ་རྩིས་མེད་སྡུག་རུས་གཏོང་བ་དང་སོ་སོའི་སྲིད་གཞུང་གི་ཁྲིམས་དང་སྒྲིག་གཞི་ལ་སོ་སོ་གིས་རྩིས་མེད་སྡུག་རུས་གཏོང་བ་ཞིག་ཆགས་ཀྱི་མ་རེད་བས་སི་ཐད་ཞུ་གི་ཡོད། ད་སྤྱི་འཐུས་རྒན་པ་ཁ་ཅིག་དངོས་གནས་ཀྱི་དེ་འདྲས་ཀྱི་ཤོག་ཁག་དཔུང་སྒྲིག་བྱེད་ཡག་ལ་དགའ་བོ་དང་ཤོག་ཁག་དཔུང་སྒྲིག་བྱེད་ཡག་ལ་ངན་གོམས་ལ་ཕྱིན་པའི་དབང་གིས་དེ་འདྲས་ཀྱི་སྔོན་བསམ་རྩིས་མེད་ཀྱི་ད་བདེན་པ་ལ་རྩིས་མེད་སྡུག་རུས་གཏོང་ཐུབ་ཀྱི་ཡོད་པ་ཡིན་ན་ལས་ད་དེང་དུས་ཀྱི་ཤེས་ཡོན་ཐོབ་བདེ་ཕྱོགས་ཀྱི་ན་གཞོན་འདེམས་ཐོན་སྤྱི་འཐུས་གསར་བ་དེ་ཚོ་གས་ཡང་ཤོག་ཁག་དཔུང་སྒྲིག་གི་རྗེས་ལ་འཆན་བྱས་ནས་སོ་སོ་གི་ནམ་ཕྱུག་བེད་སྤྱོད་མ་གཏོང་བ་བྱེད་ཀྱི་ནས་བཅའ་ཁྲིམས་ལ་རྩིས་མེད་སྡུག་རུས་གཏོང་བསྡད་ཡ་དེ་ཚོ་ཧ་ཅང་གི་དངོས་གནས་ཀྱི་བློ་ཕམ་དགོས་ཡ་གི་གནས་སྟངས་ཅིག་བྱུང་སོང་དྲན་གྱི་འདུག་ང་རང་འདྲ་བོ་བྱས་ན་མི་མང་པོ་བཅས་ཀྱི་ད་སྤྱི་འཐུས་རྒན་པ་དེ་ཚོ་དུས་ཡུན་རན་དྲག་གི་འདུག་མི་གཞོན་པ་སླེབས་དགོས་ཀྱི་འདུག་མི་གཞོན་པ་སླེབས་པ་ཡིན་ན་ལྟ་བ་གསར་བ་གོ་ཡོང་པོ་འདུག་གཟའ་གཅིག་སྦྲེལ་དང་སྦྱར་གྱིས་གནས་བབ་ངོས་ཟིན་ཐུབ་ཡག་དང་ཕྱོགས་མང་པོ་བཅས་ལ་དགེ་མཚན་ཡོད་བ་གི་རེ་བ་ཡིད་ཆེས་བྱེད་ཀྱི་ནི་ད་ལྟའི་ཆ་ལ་གཅིག་ག་རེ་ལབ་དགོས་རེད་ན་གཞོན་སྐྱེས་དུས་མང་པོ་བཅས་སླེབས་ཡོད་རེད་དེ་སླེབས་བ་དེས་ད་ཐེངས་རྣམ་པ་ཚོ་གི་ཤོག་ཁ་དཔུང་སྒྲིག་གི་རྗེས་ལ་འགྲོ་སྟངས་ལ་བལྟས་བ་ཡིན་ན་རྒྱ་ཆེའི་མི་མང་གི་རྣམ་པ་ཚོ་ལ་རེ་བ་བཅོལ་བ་དེ་ད་ཆུད་ཟོས་ལ། གཏོང་སོང་བསམ་པ་གིས་སོ་སོ་ལ་ཚོར་སྣང་དང་བློ་ཕམ་བྱུང་སོང། འདི་འདྲའི་བྱེད་བྱེད་ནས་ད་ང་ཚོ་གི་གྲོས་ཚོགས་ཀྱི་མཐའ་འཁྱོལ་བྱས་ཟིན་པ་ཅིག་ལ་རྩིབ་མ་གོ་བ་བྱེད་ནས་ཤོག་ཁག་དང་དཔུང་སྒྲིག་དང་ཧམ་བཤད་ཀྱིས་གཞུང་གི་ལས་གནས་ཧམ་བཟུང་བྱས་ནས་འགྲིག་གི་ཡོད་ན་མ་འོངས་པར་གྲོས་ཚོགས་ཀྱི་མཐའ་འཁྱོལ་ལ་སུ་གིས་བརྩི་བཀུར་བྱེད་ཀྱི་རེད། མ་འོངས་པར་གཞུང་གི་ཁྲིམས་དང་སྒྲིག་གཞི་ག་འདྲ་ཞིག་ནི་ལག་ལེན་བསྟར་ཐུབ་ཀྱི་རེད། འདི་སུའི་གྲས་དེ་ཁྲིམས་ཀྱི་དབང་སྒྱུར་དང་གཞུང་གི་ལམ་ལུགས་ལ་མངོན་སུམ་དུ་མཐོང་ཆུང་ཆེ་ཟུག་འདི་ལས་ཆེས་ཅིག་བྱེད་ཡ་མེད་པ་གིས། གནད་དོན་གཅིག་ཡིན་པའི་ཆ་ནས་ཁྲིམས་ས་ཧམ་བཟུང་བྱས་པའི་ཁྲིམས་ཞིབ་པ་ཟུར་པ་གསུམ་དེ་ལ་སོ་སོའི་ངོས་ནས་ཡིན་ན་རྩ་བ་ཉིད་ནས་ངོས་ལེན་མེད་སྲིད་མཐའ་གཅིག་ཏུ་བློ་ཕམ་ཡོད་སྲིད་ངོ་རྒོལ་ཡོད་སྲིད་དེ་ཞུ་གི་ཡོད། ད། སྣང་སྟོང་དེ་སོགས་ངས་དཔེ་གཅིག་བཞག་པ་ཡིན་ན་དགོངས་པ་ག་གེ་མོ་གེ་མཁན་པོ་གཅིག་གིས་མཁན་པོ་ལས་ཐོག་ཡན་གྱི་ཡན་གྱི་ལ་མཁན་པོ་གྱི་ཁྲིམས་དང་བསྒྲིགས་བྱས་ལ་འགལ་བྱས་ནས་མནའ་མ་བསུས། དགའ་རོགས་བསྒྲིགས་མནའ་མ་བསུས་དེ་ནས་དྲ་ཆས་ཕུད་ནས་བས་ཏེ་སྔོ་སེར་དོ་པོ་གྱི་ཁྱིམ་ཚང་གི་ཕ་རྒན་ཕྱག་འཚལ་བའི་རྗེས་ལ། གློ་བུར་དུ་ཡང་དྲ་ཆས་དེ་བྱུང་བྱས་ནས་མཁན་པོ་གྱི་ཁྲི་ཡི་ཐོག་ལ་ཧམ་བཤད་ཀྱིས་ཡར་འཛེགས་ཡོང་བ་ནང་བཞིན། ད་ད་ལྟའི་ཁྲིམས་བཤད་པ་ཚོ་གི་སྣང་སྟོང་དེ་བས་ཏེ་དགོན་པ་ལ་ཧམ་འཛུར་དང་མཁན་པོ་གྱི་ཁྲི་ལ་ཧམ་འཛེགས་བྱས་པ་ཅིག་ཆགས་ཀྱི་ཡོད་པའི་ཆ་ནས། དོན་དག་གི་ཆ་ནས་ད་མཁན་པོ་གི་གོ་གནས་ཀྱི་ཐོག་ལ་བདེ་ཡག་གི་ཐོབ་ཐང་དུ་ག་བ་ག་བ་གྲྭ་བ་དཀྱུས་མ་བཅས་ཀྱི་འདི་འདྲའི་ལ་བདེ་ཡག་གི་འོས་བབ་དང་ཐོབ་ཐང་མེད་པ་ཅིག་ངོས་འཛིན་བྱེད་ཀྱི་ཡོད་གནས་སྟངས་དེ་འདྲ་ཅིག་ཡིན་པའི་ཆ་ནས། ད་ལྟའི་གི་ཁྲིམས་རྒྱལ་པོ་ཟུར་པ་ཚོ་ངས་དེ་སྔོན་ངའི་ནང་ལ་ཞུ་བ་ནང་བཞིན་དཔེ་ན་དྭགས་པོ་བསོད་ནམས་ནོར་བུ་ལ་འདྲ་བོ་ཆ་བཞག་ན་གཞོན་ནུ་གི་དབུས་རྒྱུན་ཟུར་པ་ཚོགས་གཙོ་ཟུར་པ་ཅིག་ཡིན་པའི་ཆ་ནས་སོ་སོ་སྔོན་མ་གི་དོ་སྣང་བྱེད་མྱོང་བའི་ཆ་ནས་ཁོང་གི་ལོ་རྒྱུས་ལ་གུས་བཀུར་དགའ་མོས་བརྩི་བཀུར་བྱེད་བདེ་ཉེན་ཅིག་ཡིན། ཡིན་ན་ལས་དེ་རིང་གི་གནང་སྟངས་དེ་གིས་ཧ་ཅང་གི་བློ་ཕམ། དངོས་གནས་ཀྱི་བསམ་ཡུལ་མེད་པ་བྱུང་སོང། ག་རེ་ལབ་དགོས་རེད། ཚེ་བཅད་ཀྱི་སྨན་དེ་ཉིན་གཅིག་གི་དོགས་ལ་སྦྱོར་ལ་བ་ནང་བཞིན་ད་དངོས་གནས་ཀྱི་ཅིག་ལོ་གཞུང་གཞུང་དང་ཨ་ནི་ཅིག་མི་གཅིག་གི་མི་ཚེ་གི་ནུས་པ་ཡོད་ཚད་མེད་ཚད་དེ་གཏོང་བའི་དུས་ཚོད་དེ་སོ་སོའི་གཞུང་ལ་སྲི་ཞུ་གནང་ལབ་གི་ཡོད་ན་འདྲ་གཞུང་གི་ཞབས་སྟེགས་ཀྱི་ཁག་ནི་སོ་སོ་གིས་ད་གཞུང་ལ་ལས་ཀ་བྱེད་ཡ་སྒེར་གྱི་མི་ཚེ་སྐྱེལ་ཡ་ཚང་མ་གནང་བྱས་ནས་ད་གཞུང་ཞབས་པ་ཟུར་པ་ལབ་བྱས་ནས་མཚུངས་མར་གྱི་བརྩི་བཀུར་བྱེད་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད། ཡིན་ན་ལས་ད་མཐའ་མ་དེ་ལ་དངོས་གནས་གཞུང་གི་ཁྲིམས་དང་སྒྲིག་གཞི་གང་ལ་ཡང་མ་བརྩི་བའི་ཆེད་གཞུང་གི་ལམ་དང་ལུགས་སྲོལ་གང་ལ་ཡང་མ་བརྩི་བའི་ཆེད་བྱས་ནས་གཞུང་གི་དམངས་གཙོ་ཀ་བ་གསུམ་གྱི་ནང་ནས་ད་མཐོ་གྲས་ཀྱི་ཁྲིམས་ཞིབ་ཁང་གི་གོ་གནས་ཀྱི་ཐོག་ལ་འདི་འདྲའི་གི་ཧམ་བཟང་ཧམ་བཟོས་བྱེད་ཡ་དེ་ཚོ་ད་རྣམ་པ་ཚོ་གི་དངོས་གནས་སོ་སོ་སྒེར་གི་རང་མོས་ཀྱི་ཐོག་ནས་གནོང་གི་ཡོད་ན་འདྲ། དངོས་གནས་ཟུར་པ་ཚོ་གི་ལམ་སྟོན་དང་རྒྱབ་དཔང་གི་ནང་གནོང་གི་ཡོད་བ་ནི་དེ་ཚོ་ཚང་མ་རྣམ་པ་ཚོ་གི་སྐུ་ཚེགས་ཀྱི་ལོ་རྒྱུས་ལ་ཡང་ནི་དཔེ་དེ་ཧ་ཅང་གི་དཀོན་རྒྱའི་ལག་སོབ་གི་ད་བློ་ཕམ་དགོས་ཡ་གི་གནས་སྟངས་ཆགས་སོང་ཟེར་དྲན་གི་ཡོད་སོ་སོ་དངོས་ནས་རེད་བ། དེ་འདྲའི་གི་ད་གནས་སྟངས་དེ་ང་ཚོ་བོད་པའི་སྤྱི་ཚོགས་སྤྱི་དང་ལྷག་པར་དུ་བོད་པའི་གཞོན་སྐྱེས་ཚོ་གི་གནས་སྟངས་དེ་ཚོ་ལ་གཟབ་དགོས་ཡ་སོ་སོ་མི་གཞན་དག་དང་ཨ་ནི་ཤོག་ཁག་གཞན་དག་གི་དབང་འབྱོར་དང་བེད་སྤྱོད་ཀྱི་འོག་ལ་ཕྱིན་པ་ཡིན་ན་སོ་སོ་གི་མི་ཚེ་དང་འགན་འཁྲི་ཚང་མ་ཆུ་ལ་བསྐུར་ཡ་གི་ད་གནས་སྟངས་འདི་འདྲ་གི་ཐབས་སྐྱོ་བོ་ཆགས་གི་ཡོད་བ་དེ་ང་ཚོ་བོད་པ་སྤྱི་ཡོངས་ཀྱི་ངོས་ནས་སོ་སོའི་མི་ཚེ་གི་སྐད་ཆ་རེ་རེ་དང་ཐབས་སྐྱོ་རེ་རེ་ལ་སོ་སོ་གི་རིན་ཐང་བརྩི་དགོས་ཡ་བསམ་བློ་གཏོང་དགོས་ཡ་མི་གི་བེད་སྤྱོད་དང་བཀོལ་སྤྱོད་ཀྱི་འོག་ལ་ཨ་ནི་བས་ཏེ་ག་རེ་ལ་ཁོག་པ་སྦྱོང་ཡག་གི་འོག་ལ་མ་ཕྱིན་བ་དགོས་ཏེ་ངས་གལ་ཆེན་པོ་ཞེ་བོ་རེ་དྲན་གི་འདུག་ང་འདྲ་བོ་ཅིག་ནི་དེ་རིང་ཁྲིམས་རྒྱལ་པོ་ཟུར་པ་སོང་གི་གནོང་གནོང་དེ་དེ་ག་རང་ཆགས་སུ་དྲན་གི་འདུག་ག་རེ་བྱས་ལ་ནི་དང་པོ་སྤྱི་འཐུས་ལྷན་ཚོགས་ཀྱི་ཡིག་ཆ་ཨང་སོ་བཅུ་སོར་དགུ་པ་གི་ད་གཏན་འབེབས་དེ་ལ་མོས་མཐུན་མེད་བ་ཡིན་ན་ལས་བློ་ཕམ་ཡོད་བ་ཡིན་ན་ལས་གཞུང་ལ་གུས་བཀུར་བཅའ་ཁྲིམས་ལ་གུས་བཀུར་ཁྲིམས་བཟོ་ལྷན་ཚོགས་ལ་གུས་བཀུར་བྱེད་བྱེད་ནས་དངོས་གནས་ཀྱི་ཡ་རབས་ཚུར་མཐུན་གྱི་ཐོག་ནས་ལས་གནས་བཞག་བ་དེ་ཡག་པོ་ཞེ་དྲག་ཆགས་ཡོད་རེད། དེ་འདྲའི་གི་སྣང་སྟོང་དེ་ཚོ་གཞུང་སེམས་ཡོད་ཀྱི་སྣང་སྟོང་གཅིག་རེད། ད་དག་གི་སྣང་སྟོང་དེ་ཚོ་ལྟེ་བ་ཡིན་ན་ཁ་སང་སྔོན་མ་སྣང་བརྙན་གྱི་མི་དེ་ཚོ་མིན་པ་ནང་བཞིན་གྱི་ད་སྣང་སྟོང་གཅིག་སྣང་ཡོད་རེད། དེ་བྱེད་དུས་གཅིག་གཞན་གྱི་བཀོལ་སྤྱོད་ཀྱི་འོག་ལ་ལབ་དགོས་ན་ར་གཞན་གྱི་བེད་སྤྱོད་དང་ཁོག་པ་སྦྱོང་བའི་གི་འོག་ལ་ཚུད་སོང་བསམ་པ་གི་སོ་སོ་འདྲ་བོ་ཅིག་ན་བློ་དོག་དང་བློ་ཕམ་ཡོད་ཟེར་ཅིག་བྱུགས་ཡོད། དེ་འབྲེལ་གྱི་ཁྲིམས་འགལ་གྱི་ལྟ་བ་དག་དེའི་ཆ་ལ་ཁྲིམས་བཤེར་པ་གྱི་ཞབས་སྟེགས་ཀྱི་ཐོག་ལ་སྡེ་གཉིས་ཀྱི་ཁྲིམས་བཤེར་པ་ཟུར་པ་གསུམ་པོ་གྱི་མདུན་ལ་ལྟ་འདེམས་ཐོང་གི་སྲིད་སྐྱོང་དང་བར་སྒར་ཚོགས་གཙོ་གྱིས་གཅིག་གིས་ག་རེ་ལབ་དགོས་རེད་དམ་འབུར་དང་ནི་གཅིག་གནོང་ཡ་དེ་ཚོ་ད་ངས་ད་གིས་གང་ལ་ཞུ་བ་ནང་བཞིན་དེ་འབྲེལ་གྱི་རེད་གོང་ས་གསུམ་དེ་ཟུར་པ་གསུམ་རེད་མ་གཏོགས་རྩ་བ་ཉིད་ལེགས་ཐོག་ཁྲིམས་བྱེད་པའི་མི་བུའི་རྒྱུ་མཚན་གྱི་དེ་འབྲེལ་གྱི་མདུན་ལ། ད་བར་གར་ཚོགས་གཙོ་གི་དམ་བཅའ་ཕུལ་ཡ་དེ་བར་གར་ཚོགས་གཙོ་ཁོ་རང་ཁྲིམས་མཐུན་གྱི་དམ་བཅའ་གླེང་ཡ་ཆགས་མེད་པའི་རྒྱུ་མཚན་གྱི་དེ་འབྲེལ་གྱི་བར་གར་ཚོགས་གཙོ་གཅིག་ལ་འདེམས་ཐོང་སྤྱི་འཐུས་ཚོགས་ཀྱི་ནས་དམ་པོར་ཕྱིན་ནས་བཅའ་ཁྲིམས་སྟོང་ཚན་ཞེ་བདུན་པ་གི་དགོངས་དོན་དང་མཐུན་ཡོད་ལ་དེ་ཡོངས་སུ་འགར་ལྟ་ཆགས་བསྡད་ཀྱི་ཡོད་རེད་རྣམ་པ་ཚོགས་ཀྱི། བར་སྐར་ཚོགས་གསོག་གི་དམ་པོར་སྣང་སྟོང་ཡིན་ན་འདྲ་དེ་ལ་ད་ལྟ་བདེན་སྟོང་སྤྱི་འཐུས་ཉི་ཤུ་རྩ་གཅིག་གི་དམ་པོར་སྣང་སྟོང་དེ་སོ་སྐྱ་འདྲེན་དོང་ཚན་ཞེ་བདུན་པའི་དགོངས་དོན་དང་ཡོངས་སུ་འགལ་ཟླ་རེད་དེ་འགལ་ཟླ་ཡིན་པའི་རྒྱུ་མཚན་དེ་ཁྱེད་རང་ཚོ་གི་དམ་འབུལ་བྱེད་ས་ཀྱི་བར་སྐར་ཚོགས་གསོག་གི་དམ་འབུལ་བྱེད་ས་དེ་ལས་ཐོག་ཁྲིམས་བཅད་པ་གོ་རོ་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་འོ་དེ་ཞུ་གི་ཡོད། འདོར་བ་ལ་ཆ་མཚུངས་བ་ཡིན་ན་ལས་འདོར་བ་གི་སྡོམ་རྒྱུན་མེད་ཉེས་བྱས་ཀྱི། གཞན་དག་ལ་སྡོམ་པ་འབོག་ཞུགས་བྱས་བ་ཡིན་ན་བསྟན་པ་ལ་སྨྲ་འཇིག་པ་ཆགས་ཀྱི་ཡོད་རེད་ལ་བ་ནོར་བཞིན་དང་ཁྲིམས་མཐུན་གྱི་དམ་པོར་གྱི་རྒྱུན་དེ་སོ་སོ་ལ་མི་བཞེད་འདོད་གཞན་དག་ལ་ཁྲིམས་གྱི་དམ་པོར་བཀྲོ་ལེན་བྱེད་ཡ་དེ་བཅའ་ཁྲིམས་ལ་གཏོར་བཤིག་དང་ཁྲིམས་འགལ་ཁོ་ན་ཆགས་ཀྱི་ཡོད་པའི་རྒྱུ་མཚན་གྱིས་དེ་འགྲིག་གི། ད་ཁྲིམས་གྱི་དམ་བཅའ་བཀྲོ་ལེན་དེ་ཁྲིམས་མཐུན་ཅིག་རྩ་བ་ཉིད་ནས་མིན་པའི་རྒྱུ་མཚན་གྱིས་ཉེ་ལམ་བར་སྒར་ཚོགས་གཙོ་འགས་མདུན་ནས་དམ་བཅའ་ཕུལ་བ་དེ་ཚོ་ཡོངས་སུ་ཁྲིམས་འགལ་རེད་ཟེར་ཏེ་ཞུ་གི་ཡོད། མདོར་བསྡུས་ན་བར་སྒར་ཚོགས་གཙོ་གི་མདུན་ནས་དམ་པོར་བྱ་བ་དེ་འཁྲབ་མཐུན་ཡིན་ལབ་ཀྱི་ནི་ག་སེ་མི་དགོས་ག་སེ་སྐད་ཤུགས་ཆེན་པོ་སྐད་ཤུགས་ཆེན་པོ་དང་ནི། ག་རེ་ལབ་དགོས་རེད། ཐ་སྙད་རྫིག་པོ་ག་སེ་བེད་སྤྱོད་གཏོང་ཡོད་ནི་དོན་དག་ངོ་མ་གི་ད་ལྟའི་སྐབས་ལ་བསྐྱར་འགྲན་དོན་ཚན་བཞི་བཅུ་ཞེ་བདུན་པ་ལུང་འདྲེན་བྱ་ས་གི་གཞི་རྩ་གཅིག་རྩ་བ་ཉིད་ནས་ལྷག་ཡོད་མ་རེད་དེ་ག་རེ་བྱས་ནས་ཞུ་དགོས་ལབ་ན་དང་པོ་དེ་བར་སྒར་ཚོགས་གཙོ་གི་དམ་པོར་བྱེད་ས་གི་བསྐྱར་འགྲན་དགོངས་དོན་གི་ཁྲིམས་ཞིབ་པ་གཅིག་རྩ་བ་ཉིད་ནས་ཡོད་མ་རེད་དེ་འདྲའི་མེད་བ་ལ། མ་ཟད་ད་ལྟའི་ཆ་ལ་ནི་ག་རེ་ལབ་དགོས་རེད། བར་བརྒལ་ཚོགས་གཙོ་གི་དམ་བཅའ་འབུལ་ས་དེ་གྲོས་ཚོགས་ཀྱི་ཁྲིམས་མཐུན་གྱི་ཐོག་ནས་མར་ཕྱིར་འབུལ་བྱས་ཟིན་པའི་གི་ཁྲིམས་བཅད་པ་བཟོ་པ་ཆགས་ཀྱི་ཡོད་རེད། དེ་འབྲེལ་གྱི་མདུན་ནས་བར་བརྒལ་ཚོགས་གཙོ་གི་དམ་བཅའ་གླེང་ཡ་དེ་ཁྲིམས་འགལ་ཁོ་ན་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བར་བརྒལ་ཚོགས་གཙོ་གི་མདུན་ནས་དམ་བཅའ་ལེན་མཁན་གྱི་སྤྱི་འཐུས་ཉི་ཤུ་རྩ་བརྒྱད་ཀྱི་དམ་འབོར་དེ་ཡང་ཁྲིམས་འགལ་ཡིན་པ་དེ་ཧ་ཅང་གི་གསལ་པོ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། བར་སྒར་དེ་འབྲེལ་བཅས་ཀྱི་བར་སྒར་ཚོགས་གསོག་གི་མདུན་ལ་དམ་བཅའ་ཞུས་ནས་འགྲིག་གི་མ་རེད་ལབ་ཉེན་གྱི་སྤྱི་འཐུས་ཉི་ཤུ་རྩ་གཉིས་དེ་གས་ནས་ཅིག་ག་རེ་ལབ་དགོས་བར་སྒར་ཚོགས་གསོག་གི་ཁྲིམས་མཐུན་མ་ཡིན་པའི་ཁྲིམས་བཞེས་པ་ཟུར་པའི་མདུན་ནས་དམ་བཅའ་ལེན་པ་དེ་ལ་ནི་མོས་མཐུན་མ་བགྱིས་ཡ་དེ་དོན་ངོ་མ་གི་ཁྲིམས་ལུགས་སྲུང་སྐྱོབ་ཆགས་ཡོད་རེད་ངས་དེ་ཞུ་གི་ཡོད། བར་སྒར་ཚོགས་གསོག་གི་མདུན་ནས་དམ་བཅའ་འབུལ་མཁན་གྱི་ནང་ལོགས་ནས་ད་སྤྱི་འཐུས་ཁག་གཅིག་སྔོན་མ་གྲོས་ཚོགས་སྐབས་བཅུ་དྲུག་པའི་སྐབས་ལ་ད་རྩམ་པོར་སུམ་བརྒྱ་གཉིས་ཀའི་གཏན་འབེབས་བྱེད་ཕྱོགས་ཀྱི་ཡིག་ཆ་ཨང་སུམ་ཅུ་སོར་དགུ་པ། གཏན་འབེབས་བྱེད་ཉན་གྱི་ནང་ལོགས་ལ་ཡུག་བདེ་ཅུང་ཆགས་ཀྱི་ཡོད་རེད་ཡིན་ན་ལས་དེ་ཚོའི་གྲས་དེ་གི་ཕྱིས་སུ་ག་རེ་ལབ་གི་རེད་ཟེར་ན། ད་ང་ཚོ་གི་ཐག་གྱུར་ཏེ་ཡིག་ཆ་ཨང་སོར་དགུ་པ་དེ་ནོར་བ་དེ་ཕྱིས་སུ་བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་གི་འགྲེལ་བཤད་བརྒྱབ་ཚར་བའི་རྗེས་ལ་ཧ་གོ་སོང་དེ་འདྲ་ཡིན་པའི་རྒྱུ་མཚན་གི་ནི་ང་ཚོ་གི་དེ་ནི་མར་ཕྱིར་འཐེན་བྱེད་ཀྱི་ཡོད་ནི་ལབ་བྱས་ནས་ཁྲིམས་བཤད་པ་ལ་ཡི་གེ་ཕུལ་ཡོད་ཟེར་ད་ད་ལྟ་ཁོང་ཚོས་དེ་འདྲ་ལབ་གི་འདུག་ཨ།

ཀྱི་བཅའ་ཁྲིམས་ལ་འགན་མ་འཁུར་བར་དང་རྒྱ་ཆེའི་མི་མང་ལ་འགན་མ་འཁུར་བར་བྱ་དགོས་པ་རེད་ག་རེ་བྱེད་ལགས་ན་ཁྲིམས་ལུགས་མགོ་མ་ཚུད་བཞིན་དུ་ཁྲིམས་བཟོ་ལྷན་ཚོགས་ཀྱི་ནང་ལོགས་ལ་བསྡད་པ་དེ་མི་མང་ལ་མགོ་སྐོར་གཏོང་བ་དང་བཅའ་ཁྲིམས་ལ་མགོ་སྐོར་གཏོང་བ་ཆགས་ཀྱི་ཡོད་མ་རེད་ངས་དེ་ཤོད་ཀྱི་ཡོད། དེ་སུའི་གྲས་དེ་ལ་མཁར་རྫོང་གསར་འགོ་པ་གིས་ད་ད་ལྟ་རྣམ་པ་ཚོ་གི་དཀའ་རྙོག་དེ་གི་ནང་ལོགས་ལ་དབུ་མི་ལམ་གི་ཐམ་ལམ་གྱི་སེམས་ཀྱི་ནང་གུ་ཡངས་དང་འགྲིག་རྒྱག་བྱེད་ཡ་མི་འདུག་འོད་ཟེར་སྐད་ཆ་དྲི་དུས་ཚངས་པ་ལ་ཁོང་ཚོ་གི་ག་རེ་གསུང་གི་རེད་ཟེར་ན་གུ་ཡངས་ཐུབ་ཀྱི་རེད། ཡིན་ནས་ལས་དོན་ཚན་བཞི་བཅུ་ཞེ་བདུན་པ་ལ་གུ་ཡངས་རྩ་བ་ཉིད་ནས་བྱེད་ཡ་མེད་ལབ་གི་འདུག་ད་དང་པོ་དེ། ཁྲིམས་མཐུན་པའི་ཁྲིམས་མཐུན་གྱི་ཁྲིམས་ཞིབ་པ་གསར་བ་གསུམ་བསྐོ་གཞག་བྱེད་མ་ཐུབ་བར་དུ་དོན་ཚན་བཞི་བཅུ་ཞེ་དགུ་པ་ལག་ལེན་བསྟར་ས་གོ་རུང་ཡོད་མ་རེད་ངས་ད་གིས་ལ་བ་གནང་རྗེས་དོན་ཚན་བཞི་བཅུ་ཞེ་བདུན་པ་ལག་ལེན་བསྟར་ཡ་ལ་བར་སྒར་ཚོགས་གཙོ་གིས་དམ་པོར་བྱེད་ས་དེ་ལས་ཐོག་ཁྲིམས་ཞིབ་པ་ཡིན་དགོས་གི་རེད་ད་ཅིག་ཆ་ལ་ལས་ཐོག་ཁྲིམས་ཞིབ་པ་གོ་རུང་ཡོད་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ད་ལྟའི་ཆར་དོན་ཚན་བཞི་བཅུ་ཞེ་བདུན་པ་ཁོར་ལག་ལེན་བསྟར་ས་ཡོད་མ་རེད། དེ་འདྲའི་ལག་ལེན་བསྟར་ས་མེད་བཞིན་དུ་ད་དུང་ཡང་དོན་ཚན་བཞི་བཅུ་ཞེ་བདུན་པ་དེ་རང་ལ་འགྲོ་དགོས་ཀྱི་ཡོད་ལབ་ཀྱིན་ནས་དེ་ག་རང་ལ་མཁྲེགས་འཛིན་བྱས་ནས་བསྡད་པ་ཡིན་ན་ད་ནང་ཁུལ་ལ་གུ་ཡངས་དང་འགྲིག་འཇགས་བཟོ་རྩིས་མེད་པ་དེ་གསལ་པོ་མར་བས་ངས་ཐེ་ཞུ་གི་ཡོད། དེ་འདྲའི་རྣམ་པ་ཚོགས་ཀྱི་ཁ་ནས་གསུང་བ་ནང་བཞིན་དོན་ཚན་བཞི་བཅུ་ཞེ་བདུན་པ་དེ་ལག་ལེན་བསྟར་ཡག་གི་ཐུགས་འདུན་ཡོད་པ་ཡིན་ན་ག་རེ་བྱས་ནས་དུས་བཟང་འཕར་མ་ཚོགས་མ་བཅོག་གི་རེད། གྲོས་ཚོགས་འཕར་མ་འཚོགས་ཡ་ལ་ཆ་ཤས་ག་རེ་བཞིན་ནི་མ་གླེང་བ་རེད་རྣམ་པ་ཚོ་གི། ག་སྲིད་གྲོས་ཚོགས་འཕར་མ་དེ་འཚོགས་ཐོབ་ཡོང་ན་ཁྲིམས་དཔོན་གསར་བ་བསྐོ་གཞག་བྱས་མ་ཐོབ་པའི་དབང་དུ་གཏོང་མ་ལས་དོན་ཚན་བཞི་བཅུ་ཞེ་བདུན་པ་དེ་ཁྲིམས་མཐུན་བཟོ་ཡ་ལ་བཅའ་ཁྲིམས་བསྐྱར་བཅོས་ཀྱི་གཏན་འབེབས་བྱས་ཐོབ་ཡོད་རེད། དེ་གནང་མ་ཐོབ་ཡ་དེ་ག་རེའི་དཀའ་ངལ་རེད་ལབ་ན་རྣམ་པ་ཚོ་གི་གྲོས་ཚོགས་འཕར་མ་དེ་འཚོགས་ཆོག་ཡོད་མ་རེད་རྣམ་པ་ཚོ་གི་འགོག་རྐྱེན་བཟོས་ནས་རྣམ་པ་ཚོ་ཤོག་ཁག་དེ་ཚོ་གི། ད། བགྲོ་གླེང་བྱེད་ཆོག།

སྤྱི་འཐུས་སྐབས་བཅུ་དྲུག་པ་གི་ཡིག་བསྐྱར་ཨང་སོར་དགུ་པའི་ཐོག་ནས་མར་ཕྱིར་འབུལ་བྱས་ཟིན་པའི་ཁྲིམས་བཤེར་པ་ཟུར་པ་དེ་ཚོ་ཡར་ཁོ་རང་ཚོ་གི་ཁྲིམས་བཤེར་ལས་ཁང་ནང་ལོགས་ལ་ཡར་ཁྲིད་ཡག་གི་ད་ལམ་ཁ་ཅིག་བརྩི་ཡག་གི་ཆེད་དུ་ཁོང་ཚོ་ངན་པ་ཁ་མཐུན་བྱེད་ཆེད་འཆར་གཞི་དང་སྒྲིག་བ་ཆགས་བསྡད་ཡོད་རེད། མདོར་བསྡུས་ན་ད་ལྟའི་བཅར་འདྲིའི་དགོངས་དོན་གི་ཡིག་བསྐྱར་ཨང་བཞི་བཅུ་ཞེ་བདུན་པ་ལག་ལེན་བསྟར་ས་མེད་བ་བཟོ་ཉེན་དེ་གྲོས་ཚོགས་འཕར་མ་ཚོགས་མ་བཅུག་བསྡད་ཉེན་དེ་ཚོ་ཆགས་བསྡད་ཡོད་རེད་ཟེར་ངས་དེ་གསལ་པོ་བྱས་ནས་ཞུ་གི་ཡོད། དེ་དང་འབྲེལ་བའི་ཐོག་ནས་བཅའ་ཁྲིམས་དགོངས་དོན་གྱི་དམ་བཅའ་འབུལ་ཡུལ་གྱི་གནས་སྟངས་མེད་པ་བཟོ་ཉེན་དེ་སུ་དང་སུ་ཡིན་པ་དེ་ངས་བརྙན་རྗེས་མ་དེའི་ནང་ལོགས་ལ་གསལ་པོ་བྱེད་འདི་བཟོ་ཡ་ཡིན། ད་ད་ལྟ་གནས་སྟངས་ག་རེ་ཆགས་ཡོད་ཟེར་ན་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བདུན་པ་ག་སའི་མིང་གི་ག་སའི་ཁ་ནས་བཤད་པ་ཡིན་ན་ལས་དོན་དག་ལག་ལེན་གྱི་ཐོག་ནས་བཅའ་ཁྲིམས་བཞི་བཅུ་ཞེ་བདུན་པ་ལག་ལེན་བསྟར་ཡག་གི་གནས་སྟངས་མེད་པ་དེ་ག་འདྲའི་ཆགས་ཡོད་རེད་ཟེར་ན་ད་ལྟའི་ཆ་ལ་ང་ཚོ་གིས་ཁྲིམས་དོན་གྱི་ཁྲིམས་ཞིབ་པ་གོ་རུང་ཡོད་མ་རེད། འདི་འདྲ་གི་སྐབས་ལ་ད་དངོས་གནས་ཀྱི་བཅའ་ཁྲིམས་ཀྱི་དགོངས་དོན་ནང་བཞིན་གྱི་ད་སྲིད་སྐྱོང་དང། སྤྱི་འཐུས་ཀྱིས་དམ་པོར་ཞུ་ས་ཅིག་མེད་པ་དེ་གསལ་པོ་ཞིབ་པོ་ཆགས་ཡོད་རེད། ཡིན་ན་ལས་འདི་འདྲ་བྱེད་ཀྱིན་ནས་ཡོང་འཐོར་མི་འགྲོ་ཡག་དང་བཀའ་ཤག་དང་སྤྱི་འཐུས་སོ་སོ་གི་ལས་དོན་འཐུས་ཤུལ་མི་འགྲོ་ཡག་གི་ཆེད་དུ་ད་ཐུན་མོང་གི་ཁས་ལེན་ཐུབ་ཡག་གི་གོམ་པ་གཅིག་སྤོ་དགོས་ཀྱི་ཡོད་རེད་དེ་སྤོ་ཡག་ཡིན་ན་ད་ཐེངས་མ་གཅིག་ལ་ལས་རིམ་གཅིག་ལ་བཅའ་ཁྲིམས་དེ་ཟོར་ལ་བཞག་པའི་ཐོག་ནས་ཕན་ཚུན་འགྲིག་འཇགས་དང་གོམ་པ་བསྡུས་སྤོ་གི་ལམ་ཁ་གཅིག་བཙལ་དགོས་ཡག་དེ་ཡང་ད་ལྟ་ཕྱོགས་གཉིས་ཆགས་བསྡད་པ་དེ་གི་ཕྱོགས་གཉིས་ཀ་གི་མི་མཐུན་ཡོད་ཅོག་གི་དམ་བཅའ་འབུར་ཡག་གི་ལམ་ཁ་གཅིག་བཙལ་དགོས་ཡག་དེ་ད་ང་ཚོ་གིས་དེ་མ་གཏོགས་ཀྱི་འདམ་ག་མེ་སྒྱོགས་ཀྱི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་གནས་བབ་དེ་འདྲ་ཅིག་གི་འོག་ནས་ད་ཀོ་པ་ར་གི་མདུན་དང་ལྕགས་ཧྲེམ་གྱི་མདུན་ལ་དམ་བཅའ་འཇོག་ཉེན་དེ་ཚོ་གིས་ཨ་ནི་ག་རེ་ལབ་དགོས་རེད་བར་བརྒལ་ཚོགས་གཙོ་ཁས་བླངས་བའི་ཐོག་ནས་བར་བརྒལ་ཚོགས་གཙོ་ལ་སྤྱི་མོས་བྱས་པའི་ཐོག་ནས་བསམ་ཚུལ་ག་རེ་གཏོང་ཡོང་རེད་ཟེར་ན་བར་བརྒལ་ཚོགས་གཙོ་གི་དམ་བཅའ་དེ་ཡང་ཁྲིམས་ཞིབ་པ་ཟུར་པ་ཚོ་གི་མདུན་ལ་མ་ཡིན་པ་བྱེད་ཀྱིན་སྐུ་པར་དང་སྤྱན་འདྲེན་གྱི་མདུན་ལ་དམ་བཅའ་ཕུལ། དེ་ཕུལ་ཚར་བའི་རྗེས་ལ་ནི་དེ་འདུལ་ཆེན་སྤྱི་འཐུས་ཚོགས་མང་གི་བར་སྒར་ཚོགས་གཙོ་གི་མདུན་ནས་དམ་བཅའ་ཕུལ་ནས་ཡབ་ཀོང་རྡོ་སི་བསམ་ཚུལ་ཞུ་བའི་སྐབས་ལ། ད་ད་ལྟ་བར་སྒར་ཚོགས་གཙོ་དང་ཁོ་རང་གི་ཕྱོགས་གཏོགས་དེ་ཚོ་གི་དེ་ཡང་ཁས་ལེན་གནང་མི་འདུག་བ། དེ་འདྲའི་མ་གནང་བའི་རྒྱུ་མཚན་གྱི་གནད་དོན་དེ་ག་རང་ནས་བསམ་བློ་གཏོང་ཡོད་ན་ལས་བར་སྒར་ཚོགས་གཙོ་དང་བར་སྒར་ཚོགས་གཏོགས་ཀྱི་ཚོགས་གཙོ་གི་ཕྱོགས་གཏོགས་དེ་ཚོ་གི་ནི་གུ་ཡངས་དང་འགྲིག་འཇགས་བྱེད་ཡག་གི་ད་ཐག་གཅོད་ཀྱི་མེད་བ་དེ་མཐོང་ཐུབ་ཡག་འདྲ་བོ་ཅིག་ང་རང་ཅིག་ནི་དེ་འདྲ་ཚུར་གི་འདུག་ངས་དེ་ཞུ་གི་ཡོད། དེ་ནས་བག་རལ་ཚོགས་གཙོ་ལ་དམ་བཅའ་འབུལ་སྙན་དང། རྒྱ་བལ་སྐུ་དཔར་དང་སྤྱན་རས་ལ་དམ་བཅའ་འབུལ་དགོས་ཕྱོགས་གཉིས་ཀ་གི་ཕན་ཚུན་ངོས་ལེན་བྱེད་ཀྱི་ནི་ད་གྲོས་ཚོགས་ཀྱི་ལས་རིམ་གྱི་འགྲོ་ཐོ་བ་བཟོ་ཡ་དེ། ཨ་རི་དང་ཡོ་རོབ་ཀྱི་སྤྱི་འཐུས་ཚོགས་ཀྱི་གྲོས་འགོ་གཏོང་བ་དང། ད་དེ་ལ་གྲོས་འགོ་དེ་ལ་ནི་སྐུ་དཔར་དང་སྤྱན་རས་ཀྱི་མདུན་ནས་དམ་བཅའ་འབུལ་སྙན་གྱི་འདེམས་ཐོན་སྤྱི་འཐུས་ཉི་ཤུ་རྩ་གཉིས་ཀྱིས་ཁས་ལེན་དང་བརྩི་འཇོག་བྱས་བ། ཆགས་ཀྱི་འདུག་བ། དེ་འབྲེལ་གྱི་བརྩི་འཇོག་བྱེད་པའི་ཐོག་ལ་ད་ད་ལྟ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ཡོ་རོབ་ཀྱི་སྤྱི་འཐུས་གཉིས་དང་ཨ་རི་གི་དོན་གྲུབ་ཚེ་རིང་ལགས་འདྲ་བོ་ཆགས་བཞག་བ་ཡིན་ན་ལས་ད་ཕྱོགས་གཉིས་ཀ་གི་ཕྱོགས་སོ་སོ་གི་དམ་པོར་དེ་ལ་ནི་ཕྱོགས་གཉིས་ཀ་གི་ངོས་ལེན་བྱེད་དགོས་ཀྱི་རེད་ལམ་ཉན་གྱི་གྲས་ཆགས་ཀྱི་འདུག་བ། དེ་འདྲའི་བརྩི་དུས་བརྩམས་པ་ལ་སྤྱི་འཐུས་ཉི་ཤུ་རྩ་ལྔ་གི་གོང་ལྟར་ཕྱོགས་སོ་སོ་གི་དམ་བཅའ་དེ། བར་སྐར་ཚོགས་གསོག་གི་འདུས་ལ་འབུལ་ཉིན་དང་བསྐོས་བར་གྱི་འདུས་ལ་འབུལ་ཉིན་ཚོགས་གསོག་སོགས་ཀྱི་དམ་བཅའ་འབུལ་དེ་ལ་ཕྱོགས་ཚང་མ་གི་མོས་མཐུན་ཡོང་བ་བྱེད་དགོས་ཀྱི་རེད་ལགས་ཏེ་མང་མོས་ཆགས་ཀྱི་འདུག་བ། ཡིན་ན་ལས་ད་འདེམས་ཐོག་སྤྱི་འཐུས་མི་འགྱུར་རྡོ་རྗེ་ལགས་ཀྱི་ཁ་སང། མ། ལྗགས་ཀློག་གནང་ཡག་གི་ཡི་གེ་དེ་གི་ནང་དོན་ལ་བལྟ་དུས། ད་ད་ད་བར་སྐར་ཚོགས་གསོག་དང་མི་འགྱུར་རྡོ་རྗེ་ལགས་ཁོ་རང་ཚོ་གི་ཕྱོགས་གཏོགས་དེ་སོགས་ཀྱིས་གང་ལྟར། ཡོ་རོབ་དང། བྱང་ཨ་རིག་གི་སྤྱི་མཐུན་ཚོགས་ཀྱིས་གྲོས་འགོ་གཏོང་བཞག་འཇོག་གི་སྤྱི་མཐུན་མང་མོས་ཀྱི། མང་མོས་ཉི་ཤུ་རྩ་ལྔ་གི་མོས་མཐུན་ཡོ་འཇོག་གི་ཕྱོགས་སོ་སོ་གི་དམ་བཅའ་འབུལ་བ་དེ་ལ་ད་ལྟ། བར་བརྒལ་ཚོགས་གཙོ་དང་འདེམས་ཐོན་སྤྱི་མཐུན་མི་འབྱོར་རྡོ་རྗེ་ལགས་ཀྱིས་ཕྱོགས་གཏོགས་ཀྱིས། བརྩི་འཇོག་དང་མོས་མཐུན་འབེལ་བ་གཅིག་ཆགས་ཀྱི་འདུག་ད་དེ་སོགས་ནི་ག་རེ་མཐོང་གི་འདུག་ལབ་ན་སྤྱི་འཐུས་མང་མོས་ཀྱི་མོས་མཐུན་ཡོད་ཆོག་གི་གནས་སྟངས་དེ་ལ་ཡང་ཁོང་ཚོ་གི་མོས་མཐུན་མ་བྱས་པ་ཆགས་ཀྱི་འདུག་དེ་འདྲའི་བྱས་བྱས་ནས་མང་མོས་ཀྱི་བསམ་ཚུལ་དང་གྲོས་འགོ་ལ་བརྩི་འཇོག་གནང་ཐུབ་ཀྱི་མེད་ན་ད་ནང་ཁུལ་ལ་གུ་ཡངས་ལ་དེ་ག་འདྲ་བྱས་ནས་ལག་ལེན་བསྟར་གྱི་རེད། དམངས་ཚོགས་ལ་ཁས་ལེན་མ་བྱས་པ་ཆགས་ཀྱི་མ་རེད་པའི་གནས་སྟངས་དེ་སོགས་དམངས་ཚོགས་ཀྱི་འགྲོ་སྟངས་དེ་མང་མོས་བྱེད་ཡ་རེད་མ་གཏོགས་གནས་སྟངས་ཚང་མ་སྤྱི་མོས་འགྲོ་ཐུབ་ཡག་གི་གནས་སྟངས་ཡོད་མ་རེད། དམངས་གཙོ་གི་གོམས་གཤིས་དེ་ཡོད་བ་ཡིན་ན་མང་མོས་ལ་བརྩི་བཀུར་བྱེད་དགོས་ཀྱི་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་གནས་སྟངས་དེ་སོགས་ཀྱི་ཐོག་ནས་དངོས་གནས་ཀྱི་ཅིག་བློ་ཕམ་དགོས་ཡག་དང་དྲི་བ་མང་པོ་ཅིག་རང་བཞིན་གྱི་སླེབས་ཡག་གི་གནས་སྟངས་ཆགས་ཀྱི་འདུག་དེ་འདྲའི་རྗེས་ཀྱི་ནས་སྤྱི་འཐུས་མང་མོས་ཀྱི་དམ་འབུལ་ཕྱོགས་གཉིས་ཞུ་རྒྱུ་མོས་མཐུན་བྱུང་བ་དང། ཚོགས་དྲུང་ལས་ཁང་གི་གཞུང་འབྲེལ་གྱི་དམ་འབུལ་ལས་རིམ་བརྒྱུད་བྱས་ནས་ད་དམ་འབུལ་ཕྱོགས་གཉིས་གནང་ཡོད་རེད། དམ་འབུལ་ཕྱོགས་གཉིས་གནང་ཡོད་བ་ཡིན་ན་ལས།

དང་པོར་ཞུ་ཉན་ཆོག་ཅེས་གཅིག་པུ་གི། མིང་ཐོ་ཡར་འོས་བསྡུ་ལས་ཁང་ལ་སྤྲད་པ་དེ་ལ་འོས་བསྡུ་ལས་ཁང་གིས་དེ་ག་རང་ལ་ཆ་བཞག་བྱས་ནས་དེ་ལ་ཁ་བཏགས་བྱས་ནས་ད་ཚོགས་གཙོ་ཚོགས་གཞོན་འོས་འདེམས་བྱེད་ཡག་གི་ལས་རིམ་དེ་དུས་ཐོག་གནང་ཡོད་མ་རེད། སྤྱི་འཐུས་ཉི་ཤུ་རྩ་གཉིས་གིས་དམ་པོར་དེ་ལ་བདག་སྤྲོད་གོ་རུ་གནང་ཡོད་མ་རེད། དེ་འདྲས་བྱས་བྱས་ནས་ད་ཚོགས་གཙོ་ཚོགས་གཞོན་འདེམས་ཡག་གི་ལས་རིམ་དེ་ཚོ་དུས་ཐོག་ལ་འགྲོ་མ་ཐུབ་ཡག་གི་འགོག་རྐྱེན་ཆེ་བ་དེ་ལ་ཞེ་དྲག་གི་བློ་ཕམ་ཡོད། ལྷག་པར་དུ། འོས་བསྡུ་ལས་ཁང་གིས་འབྲེལ་ཡོད་སྤྱི་འཐུས་ཚོ་ལ། འོས་བསྡུ་དང་འབྲེལ་བའི་གི་ཡིག་ཆ་ཚད་ལྡན་འདུག་ཟེར་སོང་འདུག་དེ་འདྲའི་ཚད་ལྡན་ཡོད་ཡིན་ན་ག་རེ་བྱས་ནས་ད་ཉི་མ་སྟོབས་ན་དེ་ལ་ད་དུང་ཡང་ཚོགས་གཙོ་ཚོགས་གཞོན་འདེམས་ཡག་གི་ལས་རིམ་དུ་འགྲོ་ཐུབ་གི་ཡོད་མ་རེད་དེ་སུས་བཀག་བསྡད་ཀྱི་ཡོད་རེད་དེ་སུས་དགོས་མཁོ་སྒྲུབ་ཀྱི་ཡོད་རེད། བློ་ཕམ་དགོས་ཡག་རེད་དེ་ཚོ། གནས་སྟངས་དེ་ཚོ་བུ་ལ་ཤ་ཚ་ཉེན་གི་བུ་གཞིས་བྱེས་གཉིས་ཀ་བློ་ཕམ་དགོས་ཡག་ཅིག་དང་དེ་འདྲའི་གནང་བསྡད་ཉིན་ངན་པ་ཁམས་མཐུན་གནོང་བསྡད་ཅིང་དེ་ཚོ་འདྲ་བོ་ཆགས་ཀྱི་ན་དངོས་གནས་ཀྱི་ངོ་ཚ་དགོས་ཡག་རེད་ཁྲིང་དུ་ངོ་གནོང་དགོས་ཡག་མ་རེད། མདོར་བསྡུས་ན་ངས་ག་རེ་ཤོད་ཡ་ལབ་ན་ད་ད་ལྟའི་ཆ་ལ་འདི་འདྲའི་ཆེད་ནས་དངོས་གནས་དགྲ་དགའ་གཉེན་རྡོ་དགོས་ཡག་གི་གནས་སྟངས་ཅིག་ནང་ལོག་ལ་སྡིག་བྱ་བ་དེ་གང་མགྱོགས་མགྱོགས་ཀྱིས་མགྱོགས་འགྲུལ་ཡ་ལ་འབད་བརྩོན་གནང་རོགས་གྱིས་ཞུ་གི་ཡོད། ད་དེ་རིང་ངས་སྐད་ཆ་འདི་ལ་མཚམས་བཞག་ཡ་དང་ཨ་ནི་སྦྱིན་མ་གི་ལན་སེང་ནང་ལོག་ལ་ད་ད་ལྟའི་ཆ་ལ་ཁྲིམས་མཐུན་གྱི་དམ་འབུལ་ཞུའི་མེ་བ་འཁྱག་དགོས་ཡག་གི་སྐྱོང་ཆ་གཙོ་བོ་སུ་གི་བཟོས་རིགས་སུ་ལ་ཐོབ་ཡོད་རེད་དེའི་སྐོར་ནི་ད་ད་ལྟའི་དཀའ་ངལ་འདི་སེལ་ཐབས་ག་རེ་ཡོད་མེད་ཀྱི་སྐོར་ལ་ངེད་གཉིས་སྦྱིན་མ་ནང་ལ་ཞུ་ཡ་ཡིན་དེ་ནི་ག་རེ་བྱེད།